སེང་གེ་རྣམ་པ་ཚོ་ང་བཀའ་བསྟན་བློ་གྲོས་ཡིན་ང་ཚོ་དེ་རིང་གནད་དོན་གླེང་མུས་ཀྱི་ལེ་ཚན་འདིའི་ནང་ལ་ཡང Germany ལ་རྟེན་གཞི་བྱས་པའི་བོད་ཀྱི་ཁང་པ་གསུངས་པ་གང་ལྟར་བོད་ཀྱི་རིག་གཞུང་ཁྱབ་སྤེལ་བྱེད་ཡུལ་བོད་ཁང་གི་ལོ་རྒྱུས་རེད་དང་ནང་བཞིན་བོད་ཁང་གི་ལས་དོན་སྤེལ་ཕྱོགས་འདི་འདྲའི་ཐོག་ལ་དེ་རིང་བཀའ་མོལ་ཞུ་གི་ཡིན་གོ་ཧའེ་ཆེབ་ཡིན་ན་ཐོག་མར།

བོད་ཁང་འདིའི་ད་ཅིག་གི་ལས་དོན་ཡོངས་རྫོགས་ཕུན་ཚོགས་ཚེ་རིང་ལགས་ཀྱིས་འགན་བཞེས་རྗེས་ཨ་ནི་ད་ལས་རིམ་རྣམ་གྲངས་མང་དག་འདི་འདྲ་མང་པོ་ཅིག་སྤེལ་གནང་གི་ཡོད་པ་དང་ཉེ་བའི་ཆར་དེ་ད་གསར་ཤོག་འདིའི་བཀའ་བློན་ཁྲི་ཟུར་མཁས་དབང་ཟམ་གདོང་རིན་ཆེན་གདན་ཞུས་ཀྱི་ཐོག་ནས་ཨ་ནི་འཇར་མན་ནང་ལ་ཅིག་སྤེལ་གལ་བོད་པའི་རིག་གཞུང་རེ་དང་ད་བཞིན་ནུབ་ཕྱོགས་དང་ནང་པའི་ལྟ་གྲུབ་དང་དེ་འདྲའི་ཐོག་ལ་ཡང་བགྲོ་གླེང་གསུང་བཤད་གནང་ཡང་དེ་འདྲའི་འགོ་ཁྲིད་གནང་ཡོང་རེ་གང་ལྟར་ཅིག་འཇར་མི་ནི་ནང་ལ་ཡང་བོད་ཁང་ཡོད་དགོས་ཡ་གི་ཅིག་རྒྱུ་མཚན་ཞིག་ག་རེ་ཡིན་ན་ཨ་ནི་ཕི་གིའི་ནང་ལ་ཡང་ཅིག་འཇར་མན་མི་རིགས་ཀྱི་བོད་པའི་རིག་གཞུང་སྤྱི་དང་ལྷག་པར་དུ་བོད་ཀྱི་ནང་ཆོས་དང་དེ་འདྲའི་ཐོག་ལ་ཡང་དོ་སྣང་ག་ཚོད་ཡོད་མེད་ཨ་ནི་ཡང་ཅིག་ལོ་རྒྱུས་ཀྱི་ཐོག་ནས་འདྲ་བ་ག་རེ་ཡོད་མེད་དེ་འདྲའི་ཐོག་ལ་ཡང་དེ་རིང་བཀའ་མོལ་ཞུ་ཡིན་བཀའ་མོལ་ཞུ་ཡུལ་འདི

ལ་རེ། བོད་ཁང་གི་དེ་འདྲ་ཤེས་རིག་གི་སྟེང་ནས་ཀྱི་ངོ་བོ་དེ་བསྒྱུར་གནང་ཡ་དེ་ཉིས་སྟོང་ལྔ་ཡི་ལོ་ལ་བསྒྱུར་གནང་བ་རེད། དེ་འདྲ་བྲེ་སྐྱོང་རིན་པོ་ཆེ་གི་བཀའ་ནན་ལ་སྟེང་དེ་འདྲ་གླེང་བརྗོད་དེ་གསུངས་པ་ནང་བཞིན་དང་པོ་དབུ་བཙུགས་གནང་ཡ་དེ་གཅིག་སྟོང་དགུ་བརྒྱ་བརྒྱད་ཅུའི་གྱ་གྲངས་ནང་ལ་རེད་དེ་འདྲ་ཆོས་ཚོགས་གཅིག་དབུ་བཙུགས་གནང་བ་རེད་ཆོས་གླིང་ཞུ་བ་ཅིག་དེ་ནས་ཉིས་སྟོང་ལྔ་ཡི་ནོར་ཆོས་གླིང་ཟེར་དགེ་རྩ་ཆོས་ཚོགས་ཀྱི་ངོ་བོ་འདི་ཚང་མ་ལོ་ཚུགས་བོད་ཀྱི་ཤེས་རིག་ལྟེ་གནས་ཀྱི་ཕ་ངོ་བསྒྱུར་གནང་རྗེས་ཉིས་སྟོང་ལྔ་ཡི་ལོ་ལ་དེ Frankfurt ཚུགས་ངོས་སུ་དར་དབུ་བརྙེས་པ་རེད། དེ་ནས་བྱས་རྗེས་སྐབས་དེ་དུས་ཚེ་དཔག་རིན་པོ་ཆེས ྋགོང་ས་སྐྱབས་མགོན་རིན་པོ་ཆེའི་བཀའ་དྲིན་གནང་ཡང་དག་འདུག ྋསྐྱབས་མགོན་རིན་པོ་ཆེ་མཆོག་གིས། སྐབས་དེ་དུས་ཟེར་བ་ད་ནི་བོད་སྐབས་དེ་དུས་ད་ད་ལྟའི་ད་ག་རེད་ད་རེད་བོད་ཁང་པའི་མཚན་འཛིན་གྱི་དབུ་འཛིན་གྱི་དགུན་ཐོག་ནས་དགུན་སྐྱབས་གནང་བཞིན་པ་རེད་ཨ་ནི་དེ་ནས་ད་ནི་བོད་རིན་པོ་ཆེ་གི་དབུ་བཙུགས་གནང་བ་ད་ད་ལྟ་རིན་པོ་ཆེའི་ཆོས་ཕྱོགས་དབུ་འཛིན་གནང་ཨ་ནི་ང་ཚོས་ད་ལྟ། ལྟ་ཅི། ཡང་དེ་བར་གནད་འགག་ཡོད་པའི་གནད་དོན་འདི་ཡུལ་དུས་གསར་པ་རིན་པོ་ཆེའི་སྐུ་དུས་ནས་བཀའ་འདྲི་ཞུ་ཁུལ་དང་ལྟ་རིན་པོ་ཆེས་ང་ཚོའི་སྲོག་ཤིང་རུ་ཁག་ཞིག་ལྟ་རྒྱུ་ཡིན་དུས་གསར་པ་ལྟ་ང་ང་ཚོ་ཡིན་པའི་ན་ང་ལྟ་ལྟ་ང་ཚོའི་ལས་རོགས་དེ་གའི་ཚ་མོ་ལོ། ད་ནང་ཆོས་ཤིག་ཡོད་པ་དེ་གའི་དེའི་བར་ཅིག་ལག་ལེན་འགལ་ཡ་ད་དེ་གའི་དེ་གའི་འགན་རེ་ཞིག་ཁྱེད་ཀྱིས་སྡུག་ས་རེད་ལ་རེད་ནོ། ལོ་ལ་སོ།
ད་ལྟ་གོང་ལ་གསུང་འདོད་བསམ་པ། ཐོག་མར་རིན་པོ་ཆེ་འདི་ཆོས་གླིང་ཟེར་ཡག་གི་ཆོས་ཚོགས་ནང་པའི་ཆོས་ཚོགས་ཅིག་བྱས་འདི་ནས་ཉིས་སྟོང་ལྔའི་ལོར་ལ་ཡར་དར་ཤེས་རིག་ལྟེ་གནས་ཁང་ཅིག་ལ་འཕགས་འགྱུར་གནང་བར་གསུངས་པ་རེད། འདི་འཕགས་འགྱུར་གནང་ཡག་གི་དགོས་པར་ཅིག་ག་རེ་གཟིགས་ཡོད་ན་དེ་དུས་རྒྱུ་མཚན་ཅིག་ག་རེ་གཟིགས་ཡོད་ན། རྒྱུ་མཚན་གལ་ཆེ་ཤོས་གཅིག་འདི་རྒྱུ་མཚན།
གཅིག་དེ་རེད་ལོ། ད། German ནང་ལ་རེད། ལྷག་པར་དུ་ཡུ་རོབ་ནང་ལོགས་ལས་ཅིག་བོད་ཀྱི་ཤེས་རིག་རང་གི་ཅིག་བསྟི་གནས། རྣམ་གྲངས་མང་པོ་ཅིག་ལག་ལེན་བཀལ་ཐུབ་པའི་བསྟི་གནས་ཅིག་ཧ་ལམ་ཡུ་རོབ་ནང་ལོགས་ལ་ཕྱོགས་བསྡུས་ནས་ཞུས་པ་ཡིན་པས་ན་ཐལ་ཆེན་ཡོད་མ་རེད། ད་ལྟ་ཅིག Frankfurt ལ་ཡོད་པ་དེ་སྐབས་དེ་དུས་ཚ་བོ་རིན་པོ་ཆེ་གི་དགོངས་པ་རྒྱ་ཆེན་པོ་བཞེས་རྗེས་ཤེས་རིག་བསྟི་གནས་ཅིག་ཨུ་ཚུགས་གནང་ཡག་གི་དགོངས་པ་ཞུས་གནང་བྱས་སྐབས་ཞུས་གནང་ཨ་ནི་དང་པོའི་ཆེས་ཆེ་བའི་ནི Frankfurt དང Berlin དེ་གཉིས་ཀྱི་ལ་ཐུགས་གཏན་འཁེལ་ཡོད་དུས་ཟེར་བ་ཁོང་སྐྱབས་མགོན་ཆེན་པོ་མཆོག་གི་མ་འོངས་པ་དེ Frankfurt ལ་བྱས་པ་ཡིན་པ་ཡིན་ན་ཡག་ཡོང་ས་རེད་བྱས་བྱས་བཀའ་གནང་བྱས་དེ་ཡིན་དུས་ཟེར་བ་སྐབས་དེ་ནས Frankfurt དེ་ཨུ་ཚུགས་གནང་བ་རེད་ཨུ་ཚུགས་གནང་ཡག་དེ་དེ་ནས་གར་བཞུགས་རེད་ད་ནང་ང་ཚོ་དེ་ལས་གཞི་གཉེར། པའི་ནང་ལོགས་ལ་སྡེ་ཚན་ཁྱོན་བསྡོམས་བཅས་སྡེ་ཚན་ལྔ་ཡོད་རེད་ལོ། གཅིག་བོད་རིགས་ཤེས་རིག་བསྟི་གནས་སུ་ལ་དུས་འཛམ་གཡང་སྤྱི་མིང་གཅིག་ཡོད་པ་བཅས་ཨེ་ནི་ལས་ཤི་ཁོ་རང་ལ་ཅི་ཆ་ཤི་ལས་འདས་མ་ཅི་སྒུག་གི་ཡོད་པ་སོང་ཙང་སྐབས་དེ་དུས་ཟེར་བ་སྡེ་ཚན་ལྔ་ཡི་ནང་བཅས་སྡེ་ཚན་དང་སྤྱི་དེའི་ནང་ནང་ཆོས་ཀྱི་སྡེ་ཚན་རེད། གཉིས་པ་དེ། སྤྱི་ཚོགས་གཞན་ཕན་གྱི་སྡེ་ཚན། གསུམ་པ་དེ། ད་ལྟ་གཅིག་བོད་ཀྱི་ལེགས་བྱང་དང་སྒྱུ་རྩལ་གྱི་སྡེ་ཚན། བཞི་པ་དེ། ཚན་རྩིས་ཀྱི་སྡེ་ཚན། ལྔ་པ་དེ། གསོ་རིག་པའི་སྡེ་ཚན་བྱས་ཏེ་སྡེ་ཚན་ལྔ་འདི་བརྒྱད་དུ་མ་འདུ་ཞེས་ན། ཨ་ནི་སྡེ་ཚན་འདི་བརྒྱད་དེའི་ལས་ལས་ཀ་དེ་བརྒྱད་དེ་མུ་མཐུད་བྱས་པའི་བར་ཚོ་རེ་གཅིག་གི་རྩ་བ་དེ་བཞག་པའི་འོག་ལ་ཨ་ནི་དམིགས་ཡུལ། གལ་ཆེ་ཤོས་གསུམ་ཅིག་འདི་འདི་ཙམ་བཟོས་ན་ཞེ་དམིགས་ཡུལ་གཅིག་དེ། བོད་ཀྱི་ཤེས་རིག་དང་ཨ་ནི་ནུབ་ཕྱོགས་ཀྱི་ཤེས་རིག་པ་ར་ལ་ཟམ་པ་ལྟ་བུའི་ཡོང་ཡག་གི་སྡིངས་ཆ་དེ་ཟམ་པ་ལྟ་བུ་ཞུ་དུས་ཟབ་པ་ཅིག་ང་ཚོའི་བོད་ཀྱི་ཤེས་རིག་འདི་ནུབ་ཕྱོགས་ལ་སྤེལ་ཡག་དེ་སྤྱི་ཁོག་མ་ཡིན་པའི་ནུབ་ཕྱོགས་ཀྱི་ནག་ལོག་ལྟ་ཅིག་ཉག་ཅིག་ཤེས་བྱ་རིག་པ་མང་པོ་ཞིག་ཡོད་པ་སོང་ཙང་དེ་རྗེས་དེ་ཅིག་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལོག་ལས་ཚུ་ཁྱབ་སྤེལ་ཡོང་ཡག་དང་དགོས་མཁོ་ཡོད་དེ་གྱེས་དེ་ཚུ་སྙིང་བཅུད་ལེན་ཡག་འདི་འདྲས་ཀྱི་ཟམ་པ་ཡོང་ཡག་ཅིག་དེ་ནས་ཅིག་དམིགས་ཡུལ་གཉིས་པ་འདི། ད་ཅི་བོད་ཕྱི་ལོགས་ཡིན་ནའི་རེད་བོད་ཀྱི་ནང་ལོགས་ཡིན་ནའི་རེད་དམ་ཤེས་ཡོན་ཅན་དང་སྒྱུ་རྩལ་པ་མང་པོ་ཞིག་སོང་ཙང་ཁོ་ན་ཚོ་ཅིག་སྡིངས་ཆ་བསྐྲུན་ཡ་གི་འདི་འདི་འདི་ཅི་ད་ནང་བཞིན་ཅིག་རེའུ་ཤང་ཧི་མ་ལ་ཡའི་རྒྱལ་རྒྱུད་ལ་ཡོད་པའི་ང་རང་ཚོའི་བོད་ཀྱི་ཆོས་དང་རིག་གཞུང། གོམས་གཤིས་ལྟ་བ་གཅིག་པ། ལུགས་སྲོལ་གཅིག་པ་ཡིན་པས་ད་སྐྱེ་བོ་མང་པོ་ཞིག་ལ་སོང་ཙང་འདི་སྐད་དེ་བོད་ཁམས་པའི་ནང་ལོག་ལ་རྒྱུ་བྱས་ཅིག་མཛོད་སྤྱི་ཚོགས་ནང་ལོག་ལས་གོ་སྐབས་ཅིག་རག་ཡ་དང་སྡིངས་ཆ་བསྐྲུན་ཡ། ཨ་ནི་གསུམ་པ་འདི་ཅི་མི་རིགས་དང་ཆོས་ལུགས་རིག་གཞུང་གི་འདུ་ཤེས་ཡོད་པ་དབྱེ་བ་མེད་པའི་ཐོག་ནས་ད་ཅི་སྐྱེ་བོ་ག་འདྲི་ཞིག་མི་ནི་རེ་ཅིག་རིག་གཞུང་ཁོ་རང་ཅིག་དག་སྣང་ཡོད་པ་དག་སྤྲོ་བ་ཡོད་འགྱོ་འདི་སྐད་དུ་ཚ་མོ་ལོག་ཅིག།

དཔེར་ན་ལོ་ཕལ་ཆེར་གཉིས་གཅིག་གོང་ལ་ཡིན་པ་ཡོད་ད་ལྟ་རྣམ་པ་ཚོས Frankfurt ནང་ལ་ཡང་ཚན་རིག་གི་ཐོག་ལ་ཡང་བགྲོ་གླེང་བྱེད་གནང་སོང་བསམ་གྱི་འདུག་ད་ལྟ་འདི་ནས་ངེད་ཅག་མཁས་དབང་ཟམ་གདོང་རིན་པོ་ཆེ་ཐུགས་སུ་གདན་འདྲེན་ཞུས་གནང་བས་ད་ཡོངས་གྲགས་ང་ཚོའི་བཤད་ཡག་དེ་འདི་འདྲས་འདུག་འདི་མ་ཡིན་པ་ད་ལྟ་ཅིག་གི་ལས་གཞི་སྤེལ་གནང་བ་ག་རེ་རེ་ཅིག་ཡོད་ན།

སྤྱིར་བཏང་ཨིན་དིས་རེད། ཇོ་མེ་ཀེ་དང་ཨིན་ཇི་ཀེ་ནང་ལོགས་ནས་ད་ཆ་ལས་འགུལ་མང་པོ་ཅིག་རྙེད་ཀྱི་ཡོད་རེད། ད་ད་ལྟ་བཀའ་བསྟན་ལ་གསུངས་པ་ནང་བཞིན་ཅིག་ང་ཚོས་ལོ་གཉིས་ཟིན་ངེས་ན་ད་བོད་ད་གཟོད་ཚན་རིག་དང་ནང་ཆོས་པ་ར་བགྲོ་གླེང་ཆེན་པོ་འདིས་སྤྱི་ཚོགས་གཞན་སྟེང་སྡེ་ཚན་འདིའི་ནང་ལོགས་ལ་ང་ཚོས་བོད་པ་ཚོ་སྤྱི་བོ་ལ་དམིགས་བཅས་བོད་སྐད་ཐོག་ནས་བགྲོ་གླེང་ཞུ་ཡས་ཀྱི་གོ་སྒྲིག་ཅིག་ཞུ་གི་ཡོད་རེད་ད་འདིས་ད་ལྟ། འདི་ཟེར་རེད་ད། ང་ཚོས་འདི་མུ་སྒྲིག་གི་འདི་འདྲའི་ལས་གཞི་བཟོས་རྗེས་མུ་སྒྲིག་ལས་གཞི་འདི་ད་ལྟ་དེ་རང་ཧྥ་རན་ཕུར་གཡས་གཡོན་ཡོད་པའི་བོད་པ་ཚོ་སྤྱི་བོ་མ་ཡིན་པ་ད་ང་ཚོས་སྙིང་པོར་བཏོན་ནས་དཔར་བླངས་རྗེས་མ་བརྙན་དཔར་བཀྲམ་དགོས་པ་སོང་ཙང་བོད་སྐད་ཀྱི་སྤྱོད་ཡུལ་གྱི་ད་སྤྱི་ཚོགས་འདིའི་ནང་ལོགས་ལ་ཤེས་རིག་འདི་ཁྱབ་ཐུབ་ཡས་གི་འདི་འདྲའི་དམིགས་ཡུལ་རེ་ཟིན་ཡོད་རེད་ད་ཉིས་སྟོང། ད་ལྟ་ང་ཚོས་ཉིས་སྟོང་བཅུ་གཅིག་ལོ་ལ་སྐད་ཡིག་གི་དགེ་སྐོར་དང་པོ་བཙུགས་རིགས་དགེ་འདུན་ཚོ་པ་སྐད་ཡིག་དེ་ཕན་འབྲས་རེད་ཅེས་ང་ཚོས་བརྗོད་གཞི་དེ་བོད་ཀྱི་སྐད་ཡིག་གི་ལོ་རྒྱུས་དང་ཨ་ནེ་རྒྱལ་སྤྱིའི་གནས་བབ་ཟེར་ཡག་གི་དེའི་བརྗོད་གཞི་དེ་གཞི་བཞག་ཅེས་སྐབས་དེ་དུས་ད་ལྟ་ཧྥ་རན་སིར་བཞུགས་མཁན

བཅུ་གཉིས་ལོ་ལ་འཇོན་མེད་བརྟན་བཞུགས་གནང་མཁན་དུ་ལོ་ཚངས་པ་འདན་ལགས་དང་དེ་ནས་སློབ་དཔོན་རྡོ་རྗེ་དབང་ཕྱུག་ལགས་ཁོ་ན་གཉིས་གདན་འདྲེན་ཞུས་རྗེས་དེ་ཡོལ་བར་ད་ནང་པའི་ལྟ་གྲུབ་དང་ཚན་རིག་གི་ལོ་རྒྱུས་ཚན་རིག་གི་ལྟ་བའི་སྐོར་ལ་སྦྱང་བཤད་ཀྱིས་གོ་སྒྲིག་ཞུས་པ་རེད། དེ་དུས་ཀྱི་ཕུན་སུམ་ཚོགས་པ་རེ་བྱུང་སྐབས་དེ་དུས་སུ་ང་ཚོས་དེ་གའི་སྙན་པང་ནང་བླངས་བྱས་མ་འགྲེམས་འབུལ་ཞུས་ད་ལྟ་ཅིག YouTube ནང་ལོགས་ལས་མ་ཟིན་ཡོད་རེད། དེ་ནས་དེའི་ཞུ་སྒོའི་ལོ་དེའི་ནང་ལོགས་ལ་བོད་ཀྱི་གསོ་བ་རིག་པ་དང་ཨ་ནི་དམངས་ཕན་གྱི

ད་གཞུང་སྲིད་མང་པོ་ཅིག་ད་འདི་རེ་བྱས་པ་ད་ནང་ཆོས་ཀྱི་བུ་གའི་ཚན་རིག་ལ་གྲོས་བསྡུར་ན་ཅིག་མང་པོ་ཅིག་གིས་ཤེས་བྱ་མང་པོ་ཅིག་ཚན་རིག་ལ་ག་ཚོད་རེད་ནང་ཆོས་བུ་གའི་བསྟན་ཡོད་ཡ་ངོས་ལེན་ཡོད་ཡ་གི་ཆེད་དུ་བསྟུན་དགོངས་ཡོད་པའི་རྣམ་པའི་འདི་ཅིག་ཡོང་གྲུབ་ཡོད་སོང་ཙང་ད་འདི་ཀྱིས་མཐའ་གཅིག་ཏུ་ང་ཚོའི་ནང་པའི་ཡིན་གཅིག་མིན་གཅིག་འདི་གཅིག་བྱེད་དགོས་ཡོད་རེད་པས། དགོས་ཀྱི་ཡོད་རེད་ཡོད་མ་རྒྱུ་མཚན་ག་རེ་ཞིག་ཐུག་ཡོད་ན་བཤད་དགོས་འོ་འདི་འདྲས་ཀྱི་རིམ་བྱེད་བཅོས་འདྲི་ཞུས་པའི་བརྒྱུད་ལམ་ནང་ལོགས་ནས་ང་ཚོས་བོད་པ་ཚོས་དགོས་མཁོ་ཡོད་ཡག་གི་གླེང་འདི་འདྲས་ཅིག་ག་གོ་སྒྲིག་ཞུས་པ་རེད་ད་རིམ་པ་ཞིག་དེའི་ཕྱི་གི་གནང་འདི་ཟེར་བ་ཉི་མ་གསུམ་དུ་ཞུས་དུས་ཉི་མ་གཉིས་འདི་བྱོལ་མེད་ཨིན་ཇི་ཐོག་ནས་ད་བྱོལ་མེད་ཀྱི་དང་དུ་དེ་སློབ་མ་དག་ཅིག་བོད་ཀྱི་ནང་ཆོས་ཀྱི་ཐོག་ནང་ཡིན་གྱི་མང་པོ་གསུངས་དང་ཁོ་ན་ཚོས།

ཅིག་ནང་པའི་ལྟ་གྲུབ་བར་གྱི་འདྲ་བ་དང་མི་འདྲ་བའི་ཁྱད་པར་སོང་ཡང་དེའི་སིམ་འཛུལ་ཙམ་པ་འཇར་མན་ནང་ལ་ཡང་དཔེར་ན་དུས་རབས་ལྷག་པར་དུ་བཅོ་བརྒྱད་བཅུར་དགུ་འདི་ཚོའི་ནང་ལ་ད་ལྟ་ཀཱན་དང་ཤཱ་ཕུན་ཧྭ་ཝར་སའི་ལྟ་གྲུབ་སྨྲ་བ་སྐད་གྲགས་ཆེན་པོ་ཞུ་བ་འདི་འདྲ་བྱུང་ཡོད་རེད་བ། ཡིན་དུས་ཡང་དེའི་དམིགས་བསལ་དོ་སྣང་ཆེན་པོ་འདི་འདྲ་ཡོང་གི་འདུག་གས་ཁ་སོ་ར་ཅིག་རིན་པོ་ཆེས་ད་རེས་འདི་གསུངས་དུས་ཙམ་པ་ཕི་ཁེ་ད་ལྟ་ཅིག་གི།

སྤེན་པ་བདག་ཉི་མ་སྤེན་པ་བདག་པ་སངས་ཀྱི་མིང་གང་གཅིག་འགྱུར་མེད་ཀྱི་མི་ནི་རང་གི་གི་ག་སོ་ག་སློབ་ཁྲིད་བྱ་ཡོད་རེད་འདི་ཡིན་དུས་ཚོད་ཁོང་དེ་ཡོད་དེ་བུ་གི་ང་རང་ཚོའི་བོད་དེ་ནམ་རྒྱུན་ཚོགས་ཁང་དེ་བོད་བདག་ཟ་ཁང་གྱི་དོ་ན་ཡོད་ཡོད་ཉེ་བའི་ཞི་དྲག་མང་པོ་ལས་སོ་བོད་སྐད་གི་འདི་འདི་འདི་རེད་ཟེར་ན་ངས་དང་གི་ཞུས་གི་ན་ཞིག་ཅིག་ང་རང་ཚོའི་ས་གནས་གཅིག་གཅིག་གོ་གི། མི་དམངས་བདེ་སྐྱིད་སྤྱི་བོ་མ་ཡིན་པ་གཅིག་ང་རང་བོད་ནང་ལོག་ལ་སྟག་རིན་པོ་ཆེ་གི་མ་བཀའ་སློབ་བདེ་སྐྱིད་དེ་བོད་ནང་ལོག་ནས་དོ་སྣང་ཡོང་ཉེ་ཞིང་ཡོན་ཅན་མང་པོ་བཞག་ཡོད་རེད་ཨ་ནི་ང་རང་ཚོ་བོད་ཕྱི་ལོག་ལ་དེ་ཞུ་མི་དགོས་པ་རེད་བ་དེ་ཡིན་དུས་ད་ལྟ་ཕྱིའི་ནུབ་ཕྱོགས་ཀྱི་ལྟ་བ་དང། ནང་པའི་ལྟ་བ་ཞུ་ཡོད་ཀྱི། འདྲ་བའི་ཆ་དང་མི་འདྲ་བའི་ཆ་ཞུ་ཡོད་ཀྱི། དེ་ཡན་རིན་པོ་ཆེ་མི་མ་བཀའ་སློབ་གནང་དུས་ཚོད་པ་དེ་གནས་ཚུལ་གསར་པ་རང་འགལ་གྱི་བསམ་བཏང་དགོས་ཡ་རང་འགལ་གནས་ཚུལ་འདི་མང་པོ་ཅིག་བཀའ་གནང་སོང་དེ་ཡིན་ཙང་འདི་གྱེས་ཏེ་ང་ཚོས་མ་བརྩམས་ཚར་བའི་ཞུ་བོད་པའི་སྤྱི་ཚོགས་ནང་ཁོར་ཡུག་ཆུན་ཆུན་གྱི་ཕྱིར་འགྲོ་ཡ་འདི་དང་ད་ལྟ་ཁོར་ཡུག་འདི་གྱེས་ཏེ་གནས་འབྲེལ་འདིའི་ཐད་དོ་སྣང་ཡོད་མཁན་ཁོར་ཡུག་ཆུན་ཆུན་འདི་ཕྱིར་འགྲོ་ཡ་དང་ཨ་ནི་ཁོར་ཡུག་འདིའི་ནང་ལོགས་ནས་དོ་སྣང་ཡོད་མཁན་འདི་གྱེས་ཏེ། གཅིག་གི་དུས་ཡིན་ལས་གནས་ཚུལ་གཅིག་དོ་སྣང་གནང་བྱུང་གི་རེད་ལ་ད་འདི་གཅིག་སྤུས་ཚད་ལྡན་པར་བྱེད་ཀྱི་རེད་བསམ་གི། འདི་ང་ཚོའི་དམིགས་ཡུལ་རེད་ཅིག་རེད་ལྟ་ཅི་ཚང་མ་ལ་ཁྱབ་ཆེན་པོ་ཡོང་ཡ་ད། འདི་ཞུ་རིག་ཟེར་བ་ད་ལྟ་ང་རང་ཚོའི་བོད་པའི་སྤྱི་ཚོགས་ནང་ལོག་ནས་བརྒྱུད་ལམ་གྱི་ཐོག་ནས་འདི་གཅིག་ཏག་ཏག་ང་ཚོ་གཅིག་ཆ་རྐྱེན་གྱི་འདང་གི་མི་འདུག་བསམ་གི་ང་རང་ཚོའི་བོད་ཁང་ནས་ལས་ཀ་སྤེལ་གི་ནང་ལོག་ནས་ལོག།

ཚོགས་དང་ཡུལ་མི་ཚོ་ལ་ཡང་ཅིག་དགོས་སྐོར་ཡུལ་མིའི་ཡང་ཅིག་གི་འདོད་པ་སྐོང་དགོས་ཡ་ད་འདི་འདྲའི་གལ་ཆེན་པོ་ཆེ་སྐོར་ལ་ལྷག་པར་དུ་ཅིག་འཇར་མན་གྱི་མི་རིགས་ནང་ལོགས་ལ་ཡང་ད་ཡང་ཅིག་བོད་ཁང་གི་ཐོག་ནས་ཅིག་བོད་ཀྱི་རིག་གཞུང་དང་འདི་འདྲའི་གི་ཐོག་ནས་ཁུ་འདུས་དོ་སྣང་བྱས་པ་འདི་གའི་དེ་ལ་ཡང་ཡང་རྣམ་པ་ཚོས་ཅིག་འདི་དང་འདྲ་བའི། ལས་འགུལ་སྤེལ་གནང་དགོས་པ་དེ་ཕལ་ཆེར་འཆར་གཞི་འགྲིག་གནང་ཡོད་ཀྱི་རེད། སྤྱིར་བཏང་བོད་པའི་རིག་གཞུང་དང་ལྷག་པར་དུ་བོད་པའི་ཆོས་གཙོ་བོར་བྱས་པའི་རིག་གཞུང་ཐོག་ལས་དོ་སྣང་ཆེ་ལེ་ཡོད་རེད་འཇར་མན་ནང་ལ། འཇར་མན་ནང་ལོགས་ལ
བོད་ཀྱི་རིག་གཞུང་དུ་འགྲོ་ཡོད་པོ་དེ། དོ་སྣང་ཆེན་པོ་འདུག་ད་དེ་དབྱེ་བ་ཕལ་ཆེན། གཉིས་ཆེན་པོ་གཅིག་གཉིས་དབྱེ་དགོས་ཀི་བསམ་གི་ལོ། གཅིག་འདི་བོད་ཀྱི་དེ་འདྲ་ནང་ཆོས་དང་འབྲེལ་བ་ཡོད་པ་དག་རང་གཅིག་ནང་ཆོས་རང་ལ་དོ་སྣང་ཡོད་མཁན་ཤུགས་ཆེན་པོ་ཞིག་འདུག་ཨ་ནི་དེ་ནས་ཁ་ཤས་གཅིག་གི། ནང་ཆོས་ཀྱི་གི་ག་ཚོད་རེད་ཆོས་པ་རང་མ་ཡིན་ནས་ལས་བོད་ཀྱི་དེ་འདྲ་ཤེས་རིག་རང་གཅིག་ད་གསོ་བ་རིག་པ་དང་འབྲེལ་བ་ཡོད་པའི་དོ་སྣང་ཡོད་མཁན་ཡང་མེད་ན་གཅིག་བོད་ཀྱི། འདི་དང་འདི་བར་སྒྱུ་རྩལ་དོ་སྣང་ཡོད་མཁན་འདིའི་རིགས་དེ་ཤུགས་ཆེན་པོ་འདུག་ཨམ། ད་ལྟ་ང་ཚོས་འདི Frankfurt རང་གཞིས་བཞག་དེ་དག་ང་ཚོའི་ཉམས་མྱོང་དེ་གཞིས་བཞག་ཅིག་ཞུས་པ་ཡིན་ན་ཨེ་འདྲ་ཅིག་རེད། ད་ལྟ་ང་ཚོའི་ནང་ཆོས་ཀྱི་སྡེ་ཚན་འདི་ནང་ལོགས་ལ་ཨམ། ལས་ཀ་བྱེད་པའི་བརྒྱུད་རིམ་འདི་ཏིས་ཤིག་གིས་ཨམ། གནད་ཀ་ཁ་མང་པོ་རེ་ཞིག་མ་བཟོས་ཡོད་རེད་ད། ང་ཚོ་འདི་ལོ་གཅིག་ནང་ལོགས་ལ་སྡེ་ཚན་ལྔ་འདི་བརྒྱད་དེ་ཁྱོན་བསྡོམས་བཅས་ལས་ཀ་གཉིས་ཡ་ཨམ།

བརྒྱུད་རིམ་སྤྱི་ལྟ། དེ་ནས་ང་ཚོས་གཅིག་གི་ལོ་གསུམ་བརྒྱུད་བསྲིང་བྱས་རྗེས་བསླུ་བྲིད་བྱས་ཀྱི་འདི་ཞིག་ཡོད་རེད་གཟན་སྤྱི་ཡོད་རེད་ལམ་རིམ་བསླུ་བྲིད་བྱས་ད་དབུ་མ་བསླུ་བྲིད་བྱས་ད་དབུ་མ་དང་དབུ་མ་འདི་ལོ་གསུམ་བཅུག་བྲིས་ཚར་བ་རེད་ད་ལམ་རིམ་འདི་ད་ལྟ་འགྲོ་བཞིན་པ་རེད་དེ་ནས་འདི་ངན་ལ་ཡང་གཅིག་མུ་དུམ་འདི། འདི་འདྲའི་ཁ་ཕྱོགས་དང་ལེ་ཚན་བཞི་ཆེ་བ་གཅིག་ང་ཚོས་ཟེར་དཔེ་བྱས་ན་ཀླུ་རིགས་གཅིག་པུ་ལབ་ཡ་དེ་ནས་ནང་ནང་ཆོས་ཀྱི་ལོ་རྒྱུས་དང་འབྲེལ་བ་ཡོད་པའི་ལེ་ཚན་གཅིག་ལབ་ཡ་དེ་ནས་ཅིག་ད་ནི་རྒྱུད་རང་གི་རྩ་བའི་ཤེས་བྱ་འདི་ལབ་ཡ་ཨ་ནི་དེ་ནས་སྒོམ་གྱི་ད་རྒྱལ་སྒོམ་དང་ཇོ་སྒོམ་དང་འདི་བརྒྱད་འདི་ལུགས་ཀྱི་དོན་དག་རེ་རེ་བསམ་ནས་མ་ལྷག་པ་བརྟག་པ་རེ་ཞིག་གིས་ལབ་དགོས་ཡོད་རེད། འདི་ཉིན་དུས་སུ་ད་ལྟ་དེའི་ནང་ཆོས་སྡེ་ཚན་ནང་ལོགས་ལ་བརྒྱུད་རིམ་འདི་ག་བ་དབྱེ་བྱས་ཡོད་རེད། ད་དེ་ནས་གཅིག་གིས་སྤྱི་ཚོགས་གཞན་ཕན་སྡེ་ཚན་འདི་ནང་ལོགས་ལ་ཆོས་རྩ་བ་ཉིད་དང་ནང་ཆོས་དང་འབྲེལ་བ་མེད་མགྱོགས་ཀྱི་མི་མང་པོ་ཞུགས་ཀྱི་ཡོང་གི། དེ་ད་ལྟ་དེའི་ནང་ལོགས་ལ་ང་ཚོས་དེ་གཅིག་བགྲོ་གླེང་དང་གཏམ་བཤད་ཀྱིས་འདི་གོ་སྒྲིག་བྱེད་ཀྱི་ཡོད་རེད། འདི་ནང་ལོགས་ལ་གཅིག། དཔེ་ཆ་ཞུས་པ་ཡིན་པས་ན། དེའི་ནང་ལོགས་ལ་དེའི་དཔལ་འབྱོར་རིག་པ་དང། དེ་ནས་ཅིག་ནང་ཆོས་ཀྱི་ལྟ་དེ་ཡོ་རོབ་དང་ཇོ་མོ་གླིང་སྐོར་ཚང་མ་ལོགས་དཔལ་འབྱོར་གྱི་ཉམས་རྒུད་ཞུགས་ཆེན་པོ་སོང་ཙང་འདི་དང་འབྲེལ་བ་ཡོད་པའི་ནང་ལྟ་ཅིག Professor འདི་ནང་ཆོས་ལ་ཡང་ཅིག་ཐུགས་ཀྱི་དོ་སྣང་ཡོད་པ་བྱས། དེ་འདྲའི་དགེ་རྒན་ཆེན་པོ་འདི་ང་ཚོས་གདན་འདྲེན་ཞུ་དགོས། ཅིག་དུད་འགྲོ་ནས་ཕན་ངེས་ཁོང་ཚོ་འདི་གྱི་ཁོང་ཚོས་ཅིག་གཏམ་བཤད་འདི་གྱི་མ་གནང་འདི་ཟེར་བ་ཅིག་ནང་ཆོས་དང་བོད་རྩ་བ་གཉིས་ནི་འབྲེལ་བ་མེད་མགྱོགས་མིན་འདི་མང་པོ་ཡོང་གི་ཨ་ནི་དེ་ནས་ད་ལྟ་ཨིམ་རིག་ནས་དག་པའི་འདི་ཞོར་བར་སེམས་ཞི་ལུས་དུ་གནས་པའི་ཐབས་ཤིག་ཟེར་ཞིང Mindfulness Based Stress Reduction ཟེར་ཅིག John Kabat-Zinn གྱིས་ཁོ་རང་གི་དེ་ཅིག་གི་བཟོས་བྱ་འགྱུར་ཤུགས་སྣོན་མི་འདུག་ད་ཅིག་གི་གསར་གཏོད་ཞུ་རེད་ཁ་ཤུ་རེད་ད་རྩ་བའི་ཤེས་རིག་འདི་གྱི་ཚང་མ་ལོ་རྫས་རིགས་ཀྱི་ནང་ཆུད་ནས་བྱུང་བ་སོང་ཙང་དེའི་ལུགས་ཀྱིས་ནི་ང་ཚོའི་བོད་བར་ན་ཆུད་ཀྱི་རེད་ད་དེ་གས་ཡོང་ཉེ་དེ་གས་མང་ཆད་ཅིག་ནམ་རྒྱུན་ཅིག་བོད་ལ་འབྲེལ་བ་མེད་པ་ནང་ཆུད་དེ་ཐད་ཀར་འབྲེལ་བ་མེད་མེད་པ་འདི་རེད་ཤག་དེ་ལས་ཁོང་ཚོ་དེ་ལས་དེ་གས་དེ་སློབ་སྦྱོང་བྱེད་དགོས་དེ་གས་བྱས་ཞུ། ཐོན་འགྲོ་དུས་ཟེར་བ་ཨན་ཤི་ནེ་ཅིག་གི་བོད་སྐོར་ལས་དོ་སྣང་ལས་ཡ་ཨན་ནང་ཆོས་ལས་དོ་སྣང་ལས་ཡ་ཤི་ནེ་ཅིག་ཁོར་ཡུག་གསར་པ་ཅིག་ནང་ལོག་ཡོང་གི་ཨན་ད་ག་ནང་ཤིང་ཅིག་ལུས་སྦྱོང་གི་འདི་ད་འདི་ནང་ལོག་སྤྱི་ཚོགས་གཞན་པའི་འདི་ནང་སྤྱི་ཡོད་རེད་སྤྱི་ཚོགས་གཞན་པའི་འདི་ནང་ལོག་ནས་ཨམ་དང་པོ་ཕུ་གེ་བོད་ཁང་ནང་ལོག་ཡོང་དུས་ཟེར་བ་བོད་ད་ནང་ཆོས་ལ་ཇོ་མེ་ནེ་ལས་ཞུ་བ་ཅིག་ཁོ་རང་ཚོ་ཕུ་གེ་གླིང་ཡ་འདི་གེ་འདི་ཉམས་ཡོད་གི་ཐབས་བྱེད་འདི་ཟེར་བ་རིམ་པས་ཅིག་གི་ཨམ་ག་ནང་ལས་ཡ་ད། དོ་ན་ཤུགས་ཆེ་སྤྲོ་ཡ་གི་དེ་འདྲའི་བདེ་སྐྱིད་དུ་རྣམ་པ་ཅིག་མཐོང་ཡོང་གི་ལོ། ལོ། ད་ལྟ་ད་ལམ་རིམ་རྒྱུན་བསྲིང་གི་ལམ་རིམ་གྱི་ད་ལྟ་ཆ་བེ་ཁྲིད་ན་རྒྱུན་བསྲིང་གནང་དགོས་པར་སོང་ཡང་དང་དེ་ཚོ་ང་འདི་ཀ་མེད་ཤོད་ཤོད་ནམ་རྒྱུན་ད་བོད་བའི་བླ་མ་ཆེ་ཁག་མང་པོ་རེད། ཕྱི་ལོགས་ལ་ཡོད་པའི་བླ་མ་དེ་འད་མང་པོས་གང་ལྟར་ཡུལ་གྲུབ་དང་དེ་འད་ནང་ལ་ཡང་སོ་སོའི་གསུང་ཆོས་གནང་པ་དེ་འད་མང་པོ་འདུག་དངོས་ནས་ཁ་ཤས་ནི་ཚད་ལོངས་ཡག་པོ་ཞར་དེ་འད་འདུག་ཁ་ཤས་ནི་ག་འད་ཡིན་ན་བསམ་ས་དེ་འད་ཡོད་རེད་ད་དཔེར་ན་བྲག་ཡང་རིན་པོ་ཆེ་ཕ་གའི་རྒྱུན་དུ་ཞུ་ཐན་མཇལ་གོ་རེད་རིན་པོ་ཆེ་གང་ལྟར་ཅིག་བོད་པའི། གདན་ས་ཁག་ན་རེད་ཨ་ནི་ཅིག་ཕྱི་ལོག་ལས་ད་རུ་བྱེད་གང་ད་མཁས་པའི་རྩེ་ཕུད་ཅིག་ལ་ཡང་ངོས་འཛིན་ཞུ་གི་ཡོད་རེད་རུ་བྱེད་ཆ་བི་ཁྲིད་གནང་ཡ་ད་དེ་གནང་གི་ཡོད་རེད་ག་འདས་རེད་རུ་བྱེད་སྐུ་གཟུགས་བབ་ད་དགུང་ལོའི་བབ་ད་དེ་འདས་ཀྱི་ཐོག་ནས་ཅིག་རུ་བྱེད་ཆ་རྒྱུན་དུ་ནས་སློབ་ཁྲིད་གནང་ཡ་དེ་འདས་གནང་གི་ཡིན་ན་ག་འདས་ཡིན་ན་ང་ཚོ་ཞི་དྲག་མཇལ་མ་སོང།
འདི་ཡིན་འདི་ཟེར་དོན་ལ་སྐབས་འདི་ལ་རིན་པོ་ཆེ་གི་སྐུ་གཟུགས་དེ་འདྲ་ཡག་པོ་ཞིག་གྲགས་ཡོད་རེད་ཨ་ནི། ཡིན་ནའི་དེ་འདྲ་ལན་ལམ་རིང་གི་སློབ་ཁྲིད་བྱེད་མཁན་གྱི་ང་ཚོའི་བོད་སྐད་སློབ་ཁྲིད་གནང་མཁན་གྱི་དགེ་རྒན་དེ་བརྒྱད་འདིའི་གཅིག་མ་གཏོགས་ཅིག་གཞན་དག་དྲུག་དེ་བརྒྱད་ཚང་མ་ལོ་རིན་པོ་ཆེ་གི་སློབ་མ་ཞིག་རེད་རེད་ལོ་ཉི་ཤུ་ཚོ་ཅིག་རིན་པོ་ཆེ་གི་ཅིག་གི་དེ་སློབ་ཁྲིད་གནང་པའི་དགེ་ལུགས་དགེ་ལུགས་དེ་འདྲ་ཅིག་གི་གསོ་སྐྱོང་གནང་པའི་སློབ་མ་ཤས་ཆེ་རེད་དེ་འདི་ཚོར་ཁོང་ཚོས་ད་ལྟ་ཅིག་ལམ་རིམ་འདི་གི་ཚུར་བླུག་བླུག་ཅིག་གནང་ཐུབ་ཡོད་རེད་དམ། ནམ་རྒྱུན་རིམ་གྱིས་དེ་བོད་ཁང་ནང་ལོག་ལ་ལོ་གཅིག་ནང་ལོ་ཐེངས་མ་དྲུག་ནས་བདུན་བར་ར་ལ་ཅིག་བླུག་ཅིག་གནང་གི་ཡོད་རེད་ད་ཡིན་ནའི་ཐད་ཀར་ལམ་རིམ་གནང་གི་ཡོད་མ་རེད་ད་ཅིག་དབང་དབང་གནང་ཡ་ད་དེ་འདྲས་ཀྱི་དེ་གནང་གི་ཡོད་རེད་ལོག་བླུག་ཅིག་འདི་གནང་གི་ཡོད་རེད། ད་ལྟ་འདི་གསུང་དོན་ཙམ་པ་དཔེར་ན་ད་ད་ལྟ་རྣམ་པ་ཚོའི་བོད་ཁང་གི་འདིའི་ཐོག་ནས་ཕྱག་ལས་མང་པོ་ཅིག་གནང་གི་འདུག་ད་ལྟ་ཕུན་ཚོགས་ལགས་ཁྱེད་རང་གི་དབྱེ་བ་མ་ཕྱེ་གནང་པའི་སྒང་ངོ་ནས་རང་ཅིག་དགོངས་པ་ག་ད་ཞིབ་ཚགས་པོ་ཞུ་ཅིག་ཞེས་པ་སོར་ཅིག་རེད་ཤག་ཆ་ཤི་དེ་གས་དེ་ད་དེ་སང་ཡིན་པས་ན་ད་མང་པོ་ཅིག་གི་བོད་པ་དང་འབྲེལ་བ་ཡོད་པའི་ལྷག་པར་དུ་ཤེས་ཡོན་ཤེས་རིག་ལྟེ་གནས་ཁང་དེ་འདྲ་མང་པོ་ཅིག་གིས་ད་ལྟ་སྐྱབས་མགོན་རིན་པོ་ཆེ་གིས་ད་རྒྱུན་དུ་ནས། ཆོས་ལུགས་དང་མ་འདྲ་བའི་ཐོག་ནས་ཨ་ནི་མིའི་ཡ་རབས་སྤྱོད་བཟང་ལྷག་པར་དུ་མིའི་གཞི་རྩའི་རིན་ཐང་ཟེར་མ་རོ་བས་གང་ལྟར་ཅིག་སོ་སོའི་རྒྱུད་ལ་ཡང་གང་ལྟར་ཤ་རུས་འདུས་བྱས་ཀྱི་ཕུང་པོ་འདི་གཉེན་པོ་ཡོད་བདེ་ངེས་ཀྱི་རང་བཞིན་སུ་ཆད་པས་ཨ་ནི་ཅིག་བཟང་པོའི་ཡོན་ཏན་བྱམས་པ་དང་སྙིང་རྗེ་འདི་གས་དེ་གོང་འཕེལ་གཏོང་ན་ཡང་ལེགས། ད་ཞུ་ཅིག་ཤུགས་བསྐྱོན་གི་ཡོད་རེད་འཛམ་བུ་གླིང་ག་བ་ཆིག་བརྒྱུད་རྣམས་པ་ཡིན་ནས་བཀའ་སློབ་དེ་ཕེལ་གི་འདུག་ཡང་རྣམ་པ་ཚོས་དམིགས་བསལ་དེ་འད་ཀྱི་ཐོག་ལ་ཡང་ཅིག་དགོངས་པ་དེ་བཤད་ན་ཡོད་ན་སྐྱབས་མགོན་ཀྱི་དགོངས་པ་དེ་དཔལ་ཡག། དང་དེ་འདྲའི་ཐོག་ལ་ཡང་ཅིག་འཆར་གཞི་འདི་འདྲ་བཟོས་གནང་གི་ཡོད་ན་དེ་འདྲའི་ཡིན་ན་དེ་འདྲའི་ཐོག་ལ་དགོངས་པ་བཞེས་ཆོག་གནང་ཡོད་ན།
ད་ལྟ་ང་ཚོས་རྒྱུན་དུ་ནས་ང་ཚོས་ཅིག་ལས་ཀ་བྱས་ཏེ་དུས་ཚོད་ཟད་པ་ག་དུས་ཡིན་ནའི་ལས་སྐྱབས་མགོན་རིན་པོ་ཆེའི་དོན་རིན་པོ་ཆེ་ལྷག་པ་དུ་གོང་ས་སྐྱབས་མགོན་ཆེན་པོའི་དགོངས་པ་རྒྱ་ཆེན་པོ་གཏིང་ཟབ་པོ་འདི་གས་འདི་ང་ཚོས་ཅིག་ལས་ཀ་བྱས་ཡོང་དུས་ཚོད་པ་རྒྱ་མཚོའི་ནང་ཆུ་ཐིགས་ལྟ་བུ་ཅིག་ལག་ལེན་བསྟར་གི་ཡོད་པའི་ང་ཚོས་འདི་བྱེད་ཀྱི་ཡོད་ང་རང་ཚོས་བློ་ཁ་གསོ་བའི་ངེས་པ་དེ་རྙེད་ཀྱི་ཡོད་དེ་འདུག་ཟེར་བ། ད་ལྟ་ང་ཚོས་དེ་ནང་ཆོས་ཀྱི་སྡེ་ཚན་དེའི་ནང་ལ་བློ་རིག་ཅེས་ཞུས་ཡོང་དུས་ཟེར་བ་བློ་རིག་འདི་ཅི་ཡིན་དུས་ཟེར་བ་ཁོ་ཅིག་ཡིན་གྱི་མིན་གྱི་ནང་པ་ཅིག་ལ་རེ་བ་ལ་ཡོད་མ་རེད་པ། ལ་རེ། ད་ག་ནང་བཞིན་ཅིག་གི། འདི་ནང་བཞིན་གྱི་ད་ལྟ་ང་ཚོས་དེ་གནད་ཀ་ཁ་ཤས་བྱས་བ་རེད་ད་ཅིག་སྤྱི་ཚོགས་གཞན་པའི་སྡེ་ཚན་དེའི་ནང་ལ་ང་ཚོས་བོད་སྐད་ཅིག་དགེ་རྒན་ཆུང་ངུ། སློབ་དཔོན་ཆེན་པོ་དག་ལེགས་སྦྱར་གསུང་མཁན་གྱིས་དེ་ཚོ་གདན་འདྲེན་ཞུས་ཡོང་དུས་སུ་ཁོ་ཚོས་ནམ་རྒྱུན་གྱི་ཅིག་ནང་ནང་པའི་ལྟ་གྲུབ་དེ་འབྲེལ་བ་ཡོད་པའི་འཇིག་རྟེན་གྱི་ཀུན་སྤྱོད་བཟང་པོ་སྤེལ་ཡག་གི་བསམ་བློ་ཡོད་མཁན་དེ་འདྲས་དེ་གདན་འདྲེན་ཞུས་ཡོད་བགྲོ་གླེང་ཞུ་ཡོད་དང་དེ་འདྲས་གོ་སྒྲིག་ཞུ་གི་ཡོད་ད་ང་ཚོ་དེ་ཉིས་སྟོང་ཨ་བཅུ་གཅིག་ལོ་ལོར་སྐུ་མདུན་གྱི་དམིགས་སུ་བཀར་ཅིག་བཅུ་གཅིག་རེད་ཡིན་ན་བཅུ་གཉིས་ད་དེ

ནང་སྐབས་འདི་འདྲའི་ཕེབས་སོང་དེ་ཡིན་དུས་ཟེར་བ་ལྟ་ཅི་ཁེ་སི་རང་ཅིག་ང་ཚོ་དེའི་བོད་ཁང་ནང་ལོག་ལ་ཅིག་ནང་ཆོས་དང་ཁ་ཆེ་པ་རག་གི་དོན་དུ་འདི་གི་ཚན་རིག་རང་གི་རྣམ་པའི་ཐོག་ནས་ཆོས་ལུགས་ཀྱི་རྣམ་པའི་ཐོག་མ་ཡིན་པ་ཅིག་ཚན་རིག་གི་རྣམ་པའི་ཐོག་ནས་བགྲོ་གླེང་གི་འདི་ཅིག་ལེ་ཚན་ཅིག།

དེ་འདི་ནང་ལོགས་སྡེ་ཚན་འདི་ནང་ལོགས་ལ། ང་ཚོས་ད་ལྟ་སྒྱུ་རྩལ་གྱི་སྡེ་ཚན་དེ་ལོ་གཅིག་ནང་ལོགས་ལ་འགྲེམས་སྟོན་ཐེངས་མ་གཉིས་བྱས་ཀྱི་བྱེད་ཀྱི་ཡོད་རེད་འཆར་གཞི་འདི་ནང་ལོགས་ལ་ད་ཅིག་གི་འགྲེམས་སྟོན་དང་པོ་འདི་བོད་པའི་དེང་དུས་སྒྱུ་རྩལ་བའི་གནས་རིགས་ད་ཅིག་སྲོལ་རྒྱུན་གྱི་སྒྱུ་རྩལ་བའི་གནས་རིགས་གཅིག་གི་འགྲེམས་སྟོན་གནང་ཡ། དེ་ནས་ཅིག་གི་འགྲེམས་སྟོན་གཉིས་པ་འདི་བོད་པ་མ་ཡིན་ནས་ལས་ད་ཅིག་བོད་ཀྱི་རིག་གནས་དང་འབྲེལ་བ་ཡོད་པའི། རྒྱུ་རྫས་པ་གང་རུང་ཅིག་གི་འགྲེམས་སྟོན་ནང་འཆར་གི་ཡོད་རེད། ད་ང་ཚོས་ད་ལྟ་འགྲེམས་སྟོན་བྱས་པ་འདིའི་ནང་ལོགས་ལ་ཉིས་སྟོང་དགུའི་ལོགས་ལ་པར་གྱི་འགྲེམས་སྟོན་ཅིག་བྱས་པ་རེད་བོད་ནས་ད་ལྟ་པར་པ་དེ་གི་ཚང་མ་ལོགས་བོད་ཕུ་གེ་བཞུགས་མཁན་དག་དེ་གི་རེད་ཁོང་ཚོ་དག་ཁོང་ཚོའི་པར་དེ་གི་དེ་ང་ཚོ་དེ་གཅིག Frankfurt གི་ཡོད་པའི་ད་ལྟ་འགྲེམས་སྟོན་ཁང

ནང་བོད་ཁང་ནང་བོད་ཁང་རང་གི་ནང་ལོགས་ལ་ནམ་རྒྱུན་རང་ནས་ཅིག་ལོ་གཅིག་ནང་ལ་ཐེངས་མ་གཉིས་འགྲིམ་འགྲུལ་བྱེད་ཀྱི་ཡོད་རེད་དེ་ནས་ཅིག་མཉམ་འབྲེལ་ཐོག་ནས་འགྲིམ་འགྲུལ་ཆེན་པོ་འདི་དང་འགྲིམ་འགྲུལ་ཁང་ཆེན་པོ་འདི་དང་འགྲིམ་འགྲུལ་བྱེད་ཀྱི་ཡོད། ཨ་ནི་ཅིག་ད་ལྟ་ལོ་གསུམ་གྱི་སྔས་ལ་ང་ཚོས་འགྲིམ་འགྲུལ་ཡང་བོད་ཁང་ནང་ལོགས་ལ་ཅིག་ཡིག་གཟུགས་ཁྲོད་ཀྱི་ཀྲུའུ་རེན་ཟས་ཀྱི་འགྲིམ་འགྲུལ་འདི་ཞུས་ཀྱི་ཡིན་ཅིག་བོད་ཡིག་གི་ཡིག་གཟུགས་རྒྱ་ཡིག་ཡིག་གཟུགས་ཨ་ནི་ད་ལྟ་ཕལ། Perseus ཟུར་བ་དེབ་ཀྱི་ཡིག་གཟུགས་ཀྱི་འདོན་འདི་གསུམ་ཞུས་པ་ཡིན་སྟབས་འདི་ང་ཚོའི་དམིགས་ཡུལ་གཙོ་རེད་ཅེས་འདི་རེད་ད་གཅིག་གི་བོད་ཀྱི་དེང་དུས་སྒྱུ་རྩལ་ཡིན་ནི་རེད་སྲོལ་རྒྱུན་སྒྱུ་རྩལ་ཡིན་ནི་རེད་འདི་ཡིས་ནུབ་ཕྱོགས་གཏན་ལྷག་པར་དུ་དེང་དུས་སྒྱུ་རྩལ་གྱི་ལམ་འདི་ནུབ་ཕྱོགས་སྤྱི་ཚོགས་ནང་ལ་གོམ་པ་སྤོས་ཀྱི་མང་པོ་ཞིག་གྲུབ་མེད་པར་སོང་ཙང་ད་གཅིག་གོམ་པ་དང་པོ་སྤོས་པ་འདི་ཅིའི་ཕྱིར་ཚད་མཐོ་པོ་རེ་ཅིག་ཡོང་ཡག་གི་ཆེད་དུ་ང་ཚོས་ཅིག་སྤུས་དག་པོ་རེ་བྱེད་ཀྱི་ཡོད་ཨ་ནི། ལྷག་པར་དུ་ཆེས་ད་ལྟ་ཡུལ་སྲོལ་གྱི་འགྲེམས་སྟོན་དེ་ཞི་བདེ་ནང་བཞིན་ལྟ་དུས་དམིགས་དཔེ་གྲུ་ཆ་དེ་ང་ཚོའི་ད་ལྟ་བོད་ཀྱི་སྒྱུ་རྩལ་ཡིན་ནི་རེད། སྒྱུ་རྩལ་ནང་ལོགས་ནས་གཞས་བཏང་ནི་ཡིན་ནི་རེད་དེ་ནས་ཅི་རིན་པོ་ཆེ་ནང་གི་ག་རེ་ཡིན་ནི། ག་དུས་ཡིན་ནི་ལས་ཅིག་ནུབ་ཕྱོགས་ལ་ཡོད་པའི་ལྟ་ཅིག་སྐད་གྲགས་ཡོད་པའི་མི་སྣ་ཚོ་དང་མཉམ་འབྲེལ་ཐོག་ནས་བོད་ཀྱི་གདེང་ཆ་ཅི་གང་གོ་སྒྲིག་ཞུ་ཡས་ཀྱི་འབད་བརྩོན་ཞུ་གི་ཡོད་ད་ཁ་ཤས་ཤིག་ལམ་ལོང་བྱུང་སོང་དེ་བྱས་པ་ཡིན་པས་ན་མ་འོངས་པ་ང་རང་ཚོ་བོད་པའི།

ད་ལྟ་ཁོང་ཚོ་སློབ་གསོའི་དགོན་དེ་ཡོད་རེད་པ་སློབ་གསོ་ཁང་ཞུས་ནས་མི་འདུག་ད་ཅིག་ཤེས་རིག་ཁང་ཞུས་ནས་མི་འདུག་ཁོང་ཚོས་ག་དུས་ཡིན་ན་ལས་ཁོང་ཚོ་ད་དེ་ནས་ཕྱི་རྒྱལ་གྱི་སྡེ་ཚན་ཞུས་རེད་ལ་ཁོང་ཚོས་ག་དུས་ཡིན་ན་ང་ཚོ་ལ་དཔལ་འབྱོར་ཐོག་ནས་རྒྱབ་སྐྱོར་བྱེད་ཀྱི་ཡོད་རེད་ཨན་དང་ནང་བཞིན་གཅིག་གིས་དེ་པ་ཁོང་ཚོས་འགོ་ཁྲིད་རྣམ་པ་ཚོས་མཚམས་རེ་ཅིག་ང་ཚོའི་ལེ་ཚན་དེའི་ནང་ལོགས་ལ་ཚད་འཛིན་གྱི་དབུ་འཛིན་བྱས་ད་དེ་འདྲས་ཀྱི་ཁོང་ཚོས་ང་ཚོ་རྒྱབ་སྐྱོར་ཡག་པོ་ཐུབ་ཀྱི་ཡོད་ལགས། དེ་དུས་སུ་གནད་འགག་ཆེན་པོ་རེ་ཞིག་འདུག་ཅིག་ཡུལ་འཁོར་རང་ལ་ང་ཚོ་དེའི་ཧྥ་རན་ཁུར་རྒྱལ་ཁབ་ཀྱི་སོན་ཙང་ཅིག་དེའི་ས་གནས་རང་གི་ཅིག་ཆབ་སྲིད་མི་སྣ་དང་ཡང་མིན་ན་ཅིག་ཁུ་ཕུ་གའི་ལས་ཁུངས་ཚོ་འབྲེལ་ཡོད་ལས་ཁུངས་ཚོར་གྱི་རྒྱབ་སྐྱོར་ཤུགས་ཆེན་པོ་ཡོད་དགོས་ཡ་དེ་གལ་ཆེན་པོ་འདུག་དེའི་འདི་ད་ལྟ་ང་ཚོ་དེ་ལེགས་བྱང་གི་ད། གྱོད་ཆས་འདི་ནི་འདིའི་ནང་ལོགས་ལ་ཟངས་ཕོར་དུས་གྲོང་ཁྱེར་གྱི་རྒྱབ་རྒྱུ་ཡག་པོ་ཡོད་ལོ། ད་ལྟ་འདིའི་གསུང་དོན་ཙམ་པ་ལེགས་བྱང་དང་སྒྱུ་རྩལ་གྱི་སྡེ་ཚན་འདི་ནང་ལ་ཡང་མི་ཁྱང་གི་བོད་པའི་སྒྱུ་རྩལ་བ་དང་དེ་འདས་མང་པོ་ཅིག་ལ་ཡང་གདེང་ཆ་བསྐྲུན་ཡ་སོང་བར་གང་ལྟར་འགྲོ་ལམ་ཅིག་ཚད་གནང་ཡང་དེ་འདས་དགོངས་པ་བཞེས་ཀྱི་ཡོད་གསུངས་པ་རེད། མང་པོ་ཅིག་ཕྱི་ལོགས་ལ་ཡང་དེ་འདས་གནང་གི་འདུག་སྟེ་ད་ཕྱི་ལོགས་ལ་ཡང་བོད་པ་མང་པོ་མ་རེད་ཨ་ནི་སྒྱུ་རྩལ་བ་མི་མང་པོ་ཡོད་རེད་དེ་ཡིན་ནས་ད་སྒྱུ་རྩལ་བ་རྩེ་གྲ་དེ་གས་ད་བོད་པའི་ནང་ལོགས་ནས་དེང་སང་བོད་ནང་ལ་བྱས་པ་ཡིན་པ་ཡིན་ནས་རེད་རི་མོ་མཁན་ཡིན་པ་ཡིན་ནས་རེད་དེ་འདྲས་མང་པོ་ཞུགས་ཅིག་བོད་ནང་དུ་ད་ལྟ་བོད་ནང་རྣམ་པ་ཚོ་ཅིག་པི་ཡེ་ད་མི་མཁས་པ་འདྲ་མ་འདྲ་མང་པོ་འདུག་ཨ་བོད་པའི་ནང་ལ་ཡང་ཅིག་རྣམ་པ་མང་པོ་ད་ཡུལ་མང་པོའི་ཐོག་ལ་ཡང་མཁས་པ་དེ་འདྲས་མང་པོ་འདུག་ཁོང་ཚོ་དང་འབྲེལ་བ་ག་འདྲས་ཅིག་གནང་ཐུབ་ཀྱི་ནས་འབྲེལ་བ་ཡང་ཅིག་རྣམ་པ་ཚོའི།

བདག་ནང་བཞིན་གྱི་སྙན་ངག་གི་སྒྲོག་སྦྱང་བྱས་པ་དང་དུས་ཚོད་ཚང་མ་ལ་ཡང་མེད་ན། བོད་ཀྱི་སྙན་ངག་པ་གཅིག་ཡུ་རོབ་ལ་བཞུགས་ཡོད་པ་ཆེ་ཨན་བར་གྱི་བོད་ལ་ཕེབས་ཀྱི་ཡོད་པ་ཨ་ནེ་ལྷག་པ་བོད་དུ་ཐད་ཀར་འགྲོ་ཡོད་པ་དེ་འདྲའི་སྒྱུ་རྩལ་པ་དང་དེ་འདྲའི་མང་པོ་བྱུང།

ཤེས་ཡོན་ཅན་སྒྱུ་རྩལ་པ་བོད་ཕྱིར་བསྡད་མཁན་ནང་ལ་བསྡད་མཁན་ཚང་མ་ལོག་ལ། དེང་ཆ་གཅིག་གྱུར་འཐུ་ཡས་ཀྱི་འབད་རྩོལ་ཞུ་གི་ཡོད་སོང་ཙང་ད་ཉིས་སྟོང་དྲུག་ལོ་ལས་ང་ཚོ་དེ་རང་འཇོན་མེད་རག་ལ་བྱེད་ཀྱི་ད་ལྟ་བར་དུ་བོད་ཀྱི་འགྲེམས་སྟོན་ཆེ་ཤོས་ཅིག་སྦོར་ལ་བྱས་པ་རེད་འདིའི་སྐབས་དེ་དུས་ཚབ་པ་བུ་ངས་གོ་སྒྲིག་བྱེད་མཁན་དེ་བོད་ཁང་གི་ལས་བྱེད་པ་རེད། དེ་ནས་ས་ཆ་གཞན་དག་དང་འདྲ་ལི་ཤིང་ཞུ་ཀྲང་ཆེ་ད་ཞོན་མི་དེ་ཡོ་རོབ་ཀྱི་ས་ཆ་གཞན་དག་ཁག་ཅིག་ལས་བོད་ཀྱི་སྒྱུ་རྩལ་པ་ཚོའི་འགྲེམས་སྟོན་བྱས་པ་འདི་བྱུང་ཡོད་ད་ཆ་བོད་རང་ནས་བོད་ཀྱི་སྒྱུ་རྩལ་ལས་རིགས་འདི་གྱེས་ཏེ་བོད་བོད་ཁང་གི་ནུས་ཤུགས་བརྒྱུད་གསུམ་ནས་འདི་ཡོད་རེད་བོད་ཀྱི་རོགས་པ་ཞུ་གི་ཡོད་རེད་ད་ག་ནང་བཞིན་གཅིག་ང་ཚོ་གཅིག་སྒེར་གྱི་ཐོག་ནས་ནས་རེད་ད་གཅིག་བོད་ཁང་མིང་ཐོག་ནས་ཡིན་ནས་རེད་ད་ལྟ་གཅིག་བོད་ལ་ཡོད་པའི་ཤེས་ཡོན་ཅན་དང་མང་པོ་གཅིག་འབྲེལ་བ་གཏིང་ཟབ་པོ་ཡོད། ལྷག་པར་དུ་ད་ལྟ་ཕྱིན་ང་ཚོ་བོད་ཁང་གི་མིང་གི་ཐོག་ནས་རྒྱལ་སྤྱི་བོད་རིག་པའི་ཚོགས་འདུ་དེ་བཅར་དགོས་ཡོད་སོང་ཙང། ཁ་སང་བོད་རྒྱལ། སོག་ཡུལ་ཡ། སོག་ཡུལ་འགྲོ་དུས་ཚེ་པ། བོད་རང་ནས་ཕེབས་པའི་ཤེས་ཡོན་ཅན་མང་པོ་ཅིག་གིས་ང་ཚོའི་དེའི་ལེ་ཚན་གཉེར་བཞག་པ་དེ་ག་དེ་དག་མང་པོ་ཅིག་གིས་གསན་བཞག་ང་ཚོ། དཔེ་སྐྲུན་བྱས་པའི་དེབ་དེ་བརྒྱད་དེ་མཐོང་བཞག་འདི་ཡིན་འདི་ཚོ་ཁོང་ཚོས། རྗེས་སུ་ཡི་རང་ཡོད་བྱས་ཅེས་བཀའ་གནང་གིས་མ་འོངས་པར་འདི་ཆེ་བོ་རེད་བྱས་ཅེས་ཁོང་ཚོས་ཅི་བསྐུལ་མ་གནང་སོང། དེ་ཡིན་དུས་ཟེར་བ། ཅི་ང་ཚོའི་འབྲེལ་ལམ་འདི། ད་ལྟ་འདུག་ཟེར། གུ་ཡངས་པོ་རེད་ཅེས་ཡིན། ཨ་འདི་ནས་ཟིན་ན་ད་ལྟ་ངས་ད་ལེགས་བྱང་གི།

ཟེར་བ་ཆགས་པ་ཡིན། འདི་འདྲའི་གི། ལོ་རེར་ལོ་རེར་ཅིག་དེབ་དེ་གཅིག་གཅིག་གསུམ་གྱི་སྟེང་ཐུག་པའི་ན་ལོ་བཅུ་ཉི་ཤུ་དྲུག་བདུན་ཚར་བ་ཞིབ་འཇུག་བྱེད་ཉེན་ཅིག་བལྟས་པ་ཡིན་པས་ན་སྐབས་འདི་ཚར་བ་འདི་འདྲའི་ཞིག་དོན་ཤ་ཟའི་གི་ཨ་ནི་འཇིགས་པའི་གཞུང་ལུགས་ཐེའུ་ཚང་ཆ་ཡ་ལ་ཕལ་ཆེན་གྱི་ཆ་རྐྱེན་ཞིག་བསྐྲུན་ཐུབ་རེད་བསམ་གི་ལོང། གི་ཐོག་ནས་ཅིག་འདུག་ཟེར་ནམ་གང་ལ་ཡང། བོད་པའི་རིག་གཞུང་འདིའི་ཐོག་ནས་ལྷག་པར་དུ། ཅིག་གི་ནུབ་ཕྱོགས་པའི་སྤྱི་ཚོགས་འཁྲུག་ཆ་དོད་པོ་འདིའི་ཐོག་ལ་ཡང་ཨེ་དམིགས་བསལ་ཅིག་ལེགས་སྐྱེས་ཕུལ་ཡ་ད་ག་རེ་འདོགས་ཟེར་གི་འདོག། བོད་པའི་ད་ལྟ་རིག་གཞུང་གི་ཐོག་ནས་ལེགས་སྐྱེས་ཕུལ་ཡའི་གལ་ཆེ་ཤོས་གཉིས་ཡོད་རེད་བསམ་གི་ལོ་གཅིག་འདི་ད་ལྟ་གེ་ཨོ་རམ་གྱིས་དུས་རྟག་ཏུ་གསུངས་པ་ནང་བཞིན་ཅིག་གི་བོད་ཀྱི་རིག་གཞུང་འདི་ཞི་བདེ་དོན་ཡང་དག་ག་ཚོད་འདི་ཡོད་པར་ལྟ་བ་རྟེན་འབྱུང་དང་སྤྱོད་པ་འཚོ་བ་མེད་པ་དེ་ཉིད་ཅིག་གཞི་བཞག་ཡིན་དུས་ཟེར་བ་དེ་ཉིད་ཀྱི་ལྟ་ཅིག་ལྷག་པར་དུ་ལྟ་བ་རྟེན་འབྱུང་གི་འདི་ལྟ་ཅིག་རིན་ཐང་བྱས་པ་ཞིག་ཡིན་པར་སོང་ཙང་དེ་ཡིས་ང་ཚོའི་སྤྱི་ཚོགས་ག་བ་ཅིག་ནང་ལོག་ལ་ནུབ་ཕྱོགས་སྤྱི་ཚོགས་ནང་སླེབས་ཡོང་དུས་ཟེར་བ་ངའི་ནམ་རྒྱུན་ད་ལྟ་བདེ་བོད་ཁང་ནང་ལོག་ལ་མི་མང་པོ་ཅིག་འཛོམས་ཡོང་དུས་ཟེར་བ་ཞུ་ཡས་དེ་གར་བཞུགས་ཡོད་ཟེར་ན་ང་ཚོ་ཅིག་བོད་ཀྱི་རིག་གཞུང་འདིའི་ནང་ལོག་ལ། མ་གཅིག་ཁྱབ་སྤེལ་ཞུ་ནས་མི་འདུག་ཡང་ན་གཅིག་ཁོ་རང་ཚོར་འཚོང་འདོད་ཡོད་ངེས་དེ་གྱིས་དེ་མ་ངོ་སྤྲོད་ཞུ་དུས་ཟེར་བ། ད་ནི་ཅི་ཅིག་གིས་མི་སྣ་མང་པོ་གཅིག་གིས་ད་བོད་ལ་རྒྱབ་སྐྱོར་ཞུ་ངེས་མི་འདུག་ཡང་གཅིག་བོད་ཀྱི་ཆབ་སྲིད་ཐོག་ལ་རྒྱབ་སྐྱོར་ཞུ་ངེས་ཡིན་ངེས་རེད་ཡང་ན་ན་གཅིག་ཆོས་ལུགས་ཐོག་ནས་དགའ་མོས་བྱེད་ཅིག་བོད་ལ་རྒྱབ་སྐྱོར་ཞུ་ངེས་ཡིན་ན་དོན་དག་རྡོག་རྡོག་གཅིག་ང་ཚོ་ཞིག་བོད་དེ་སྐྱོ་བོ་རེད་ཤག་ཅིག་དཔལ་འབྱོར་ཐོག་ནས་སྐྱོ་བོ་རེད་ཤག་ཡང་ན་ན་གཅིག་ཆབ་སྲིད་པའི་སྐྱབས་བཅོལ་བོ་རེད་ཤག་དགོངས་བཅས་ད་ག་གཅིག་ལོག་གི་རྒྱབ་སྐྱོར་གནང་ཡག་འདི་དྲི་གི་མི་འདུག་བོད་དེ། འཛམ་བུ་གླིང་གི། འཛམ་བུ་གླིང་རང་གཅིག་ལེགས་སྐྱེས་སྤུས་ཡས་སྐྱིད་ག་རེ་ཡོད་རེད་ཟེར་ན་བོད་ཀྱི་ཤེས་རིག་འདི་ལོ་མང་པོ་ཅིག་གི་བོད་པ་མེས་པོ་ཚོས་ཚུ་ཉར་གཅོག་གནང་པའི་ལྟ་ཅི་ཕར་སྙིང་པོ་རེ་ཞུ་ཡིན་ན་ལྟ་བ་བསྟན་བཅོས་དང་བརྩེ་བ་འཚེ་བ་མེད་སྤྱོད་པ་འཚེ་བ་མེད་པ་ཟས་ཀྱི་འདི་གཞི་སྙིང་པོ་དེ་ཡིན་པ་སོང་ཙང་དེས་ང་ཚོ་ཅིག་འཛམ་བུ་གླིང་འདི་གང་ལེགས་སྐྱེས་ཕུལ་ཐུབ་ཡས་ཀྱི་འདུ་འགོད་ཅིག་ཡོད་རེད་དེ་དེའི་དགོངས་བཅས་ཅིག་ཚ་མོ་ལགས་ཀྱི་བོད་ཀྱི་རིག་གཞུང་དེ་གཅེས་ཉར་གནང་ཡས་ཡིན་མེད་རེད་ད་ཅིག་དེ་འདྲས་ཀྱི་དགོངས་ཀྱི་འདུག་ཚེ་ངས་ནམ་རྒྱུན་ཁོ་ནག་ཚོ་ཞུ་ཡས་དེ་དེ་ཞུ་གི་ཡོད་ད་ནས་བཞིན་ཅིག་བོད་ཀྱི་གསོ་བ་རིག་པའི་ནགས་ལོག་ནས་ཅིག་ད་ཅིག་གི་མང་པོ་ཅིག་ཕན་ཐོགས་ཡོང་གི་ཡོད་པ་དེ་རིམ་པས་རིམ་པས་ཅིག་ཚན་རིག་གི་བར་བརྟག་དཔྱད་བཅས་ཀྱིས་མཁྱེན་གྱི་ཡོད་རེད་ཨ་ནི་ཅི་དེ་བ་མི་སྣ་མང་པོ་ཅིག་གིས་ད་ང་ཚོའི་སྡེ་ཚན་འདི་གཅིག་ནང་ལོགས་ལ་གསོ་རིག་གི་སྡེ་ཚན་ཡོད་སོང་ཙང་དེའི་བོད་པའི་སྨན་པ་ཚོ་ཕེབས་རྗེས་ཁོ་ན་ཚོས་ཅིག་སྨན་བཅོས་གནང་ཡ་ཡིན་ནི་རེད་འདི་གས་འདི་ད་ཟེར་ལོ་མང་པོ་ཅིག་འགྲོ་དུས་ཚོད་པ་ནད་པ་ཚོས་སོ་སོའི་ཅིག་གི་ཉམས་མྱོང་དེ་གས་བཤད་ཡོང་དུས་ཚོད་པ་ཨ་ནི་གཞི་ནས་ཅིག་ཧ་ནས་བཤད་པ་གཅིག་ཁོ་མ་ཡིན་པ་དངོས་སུ་རང་མིས་མཐོང་ཡོང་དུས་ཚོད་པ་ཨ་ནི།